ལུང་རིགས་རྣམ་རྒྱལ། དགའ་ལྡན་ཁྲི་ཟུར་ལུང་རིགས་རྣམ་རྒྱལ་ཟེར་ཉན་དེའི་དུས་རྒྱལ་བསྟེན་གྱི་ཡོད་རེད། དུས་རྒྱལ་བསྟེན་གྱི་ཡོད་པ་ཡིན་ཙང་དགའ་ལྡན་ཁྲི་ལ་མ་ཕེབས་ན་དགོངས་པ་རབ་ཅིག་གྱོང་པ་རེད། དུས་རྒྱལ་བསྟེན་ཚུལ་བྱེད་མཁན་ཅིག་དགའ་ལྡན་ཁྲི་ལ་ཕེབས་པ་ཡིན་ན་འདྲ་ཆགས་པོ་ཟེར་མཁན་ཡོད་མ་རེད་པ། སྤྱི་བཏང་ནི་རེའུ་གི་བསྟན་པའི་བསྟན་པ་ལ་གནོད་ཚབ། བུ་ཡོང་ཡག་གི་ཉེན་ཁ་ཡོད་པ་ཅི་རེད། དེ་འདྲས་སོང་ཡིན་ཙང་ཁོ་རང་བྱང་རྩེ་ཆུས་ཆེད་བྱས་ནས་དགའ་ལྡན་ཁྲི་ལ་ཡར་ཕེ་ག་ལ་ག་དེ་སྐབས་ལ་ཡར་ཨ་ནི་དགའ་ལྡན་ཁྲི་ལ་ཕེ་ཡག་ལ་བསྐྱར་ཞིག་གནང་དགོས་ཡག་གི་གནས་ཚུལ་ཅིག་ཆགས་པ་ཡིན་ཙང་རྡོ་རྗེ་གདན་ལ་ཡར་ལུང་རིགས་རྣམ་རྒྱལ་ཁོ་རང་རྒྱ་བོར་འཇུག་སྐུ་མདུན་ནས་བཅར་ནས་ཡིད་ཐོག་དང་ངག་ཐོག་གཉིས་བཅར་ནས་གྲོས་འཆར་བསྟན་ཚུལ་བྱེད་ཀྱི་མེད། བྱས་ནས་ཁས་ལེན་དམ་བཅའ་ཞུས་པ་རེད། ད་དེ་ཡོངས་གྲགས་རེད་ད། སྐབས་དེ་དུས་རྡོ་རྗེ་བཙན་ལ་ཡོད་པའི་མི་གི་ཚང་མའི་ཤིང་ཡག་ཅིག་རེད། ཡིག་ཆ་དེ་ཚོའི་ད་ལྟ། བདེ་སྲུང་ལས་ཁུངས་དང། དགའ་ལྡན་ཕོ་བྲང་ཡིག་ཚང་ནང་ལ་ཁོ་རང་ཕུལ་ཞེས་པ་ཡིག་ཆ་དེ་ཞིག་དེ་ཡོད་རེད། ང་གྲོས་འཆར་བསྟན་ཚུལ་མཚམས་འཇོག་གཙང་མ་བྱས་པ་ཡིན་མ་འོངས་པ་ལ་ཡང་དེ་ཡུལ་དང་འབྲེལ་བ་ཆུད་ནས་བྱེད་ཀྱི་མེད་ཅེས་ནཱ་ལནྡོར་གྱིས་ཁས་ལེན་དམ་བཅའ་ཞུས་རྗེས་དེའི་རྗེས་ལ་གཞི་ནས་དགའ་ལྡན་ཁྲི་ལ་ཕེབས་པ་རེད། དགའ་ལྡན་ཁྲི་ལ་ཕེབས་པ་ཙམ་དུ་མ་ཟད་པའི། རེའུ་དགེ་ལུགས་པ་ཆོས་སྡེ་སྤྱི་ལ་བྱ་བའི་བཅའ་ཡིག་ཆེན་མོ་བཟོས་གནང་པའི་སྐབས་ལ་ཡང་ཁོ་རང་དགའ་ལྡན་ཁྲི་པ་ལས་ཐོག་རེད། ཁོ་ཚོ་ཚོགས་འདུ་དེ། བསྟན་བདག་ལྷན་ཚོགས་ཀྱི་ཚོགས་འདུ་དེ་རྡ་རམ་ས་ལ་ལ་ཚོགས་སོང། ཆོས་དོན་ལས་ཁུངས་ཀྱི་མཐུན་འགྱུར་བྱས་ནས། ད་ལྟ་སྤྱི་ཐབ་ཐོག་ཁག་གི་ཚོགས་ཁང་རྣམས་ཚོགས་དུས་འགའ་ལ། ཉི་མ་སུམ་བརྒྱ་ལོར། ལུང་རིགས་རྣམ་རྒྱལ་ཁྲི་པ་ཁོ་རང་བཞུགས་ཡོད་རེད། རེའུ་མིག་ལྡན་པའི་ཆོས་སྡེ་ག་འདྲའི་ཞིག་གི་ནང་ལ། གྲྭ་པ་གསར་ཞུགས་བྱས་པ་ཡིན་ན། དུས་བརྒྱད་བསྟེན་ཚུལ། དང་འབྲེལ་བ་མེད་མཁན་གྱི་དང་འབྲེལ་བ་ཡོད་མཁན་ཡིན་ན་མཚམས་འཇོག་བྱས་ཚར་མཁན་གྱི་ཡིན་ན་མ་གཏོགས་རྩོད་གི་མ་རེད་ཟེར་ནས་གསུང་ཡག་གི། ཡིག་ཆ་དེ། མཐའ་མ་འཁྱག་ཟིན་བསྐྱོན་མཁན་བཀའ་འཁྲོལ་གནང་མཁན་དེ་ལུང་རིགས་རྣམ་རྒྱལ་ཁོ་རང་རེད། དགའ་ལྡན་ཁྲི་པ་ལུང་རིགས་རྣམ་རྒྱལ།